ལ་སོགས་ལ། དེ་ནས་ཡང་བསྐྱར་གཅིག་ཞུ་ཡས་ཀྱིས་ཅེས་ལ། ད་ད་ཅིག་འདི་འང་བལྟས་ཚེ་འཁྲུགས་ནས་ཅིག་ཐད་ཀར་ཞུ་ཐུབ་མ་སོང། དཔེར་ན། བརྡ་དར་ལ་ཨ་ནི་རྗེས་འཇུག་བརྡ་དར་གྱི་རྗེས་དེ་ལ་འབྲེལ་སྒྲ་གི་ཕྲད་སྒྲ་འབྲི་བའི་དབང་དུ་བྱས་པ་ཡིན་ན། དེ་ནི་ཀ་ཡེ་ད་ཀ་ཡེ་ཀ་ཡེ་ད་ཅི་ཀ་ཀྱུ་ཀྱི་དེ་ཡོངས་གྲགས་ཡིན་པའི་དབང་དུ་བྱས་པ་བཅས་ཡིན་ན་ཡང། ཨ་ནི་ཅིག། ཡིག་ཡོད་མ་བཙུགས་དེའི་སྐབས་སུ་བརྡ་དར་ལ་གིས་འབྲི་བཞག་པ་མང་པོ་འབྱུང་གི་འདུག་དེའི་སྐབས་སུ་ལ་ཨེ་ནི་ཅིག་ཨེ་ནི་ཏུགས་སུ་བྱེད། དེ་ལ་ཡ། དེ་ཡི་གེ། འདི་གི་དག་ལ་འདི་དེ། བཙུགས་བཞག་པ་ཡིན་ན། ནི་ཡི་གེ་འདི། དཔེར་ན། འདི་གི་རྟགས་དེ percentage གི percentage གི་རྟགས་དེ་དེ་འདྲ་བཞག་པ་བྱེད། འདིའི་དག་ལ་བདག་དེ་དེ་འདྲ་བྱེད། འབྲི་བཞག་པ་ཡིན་ན། བདག་གི་སྔོན་ལ་ཡི་གེ་ག་ཚད་ཡོད་མེད་ཁོ་ཙམ་ནས་བགྲང་བར་བྱ་རྒྱུ་མ་རེད་ཡིན་ན་ཡང། ཡི་གེ་གང་ཡང་རུང་བ་ཡི་གེ་མཐའ་མ་དེ། ནི་བདག་ཡོད་མཁན་དེ་ཚོ་ཆ་ཚང་འདོན་ཡོང་དགོས་རེད། དེ་ནས་བདག་གིས་ཐར་ལ་བགྱི། དེ་ན་བྲིས་བཞག་པ་འདི་གསོལ་ཏེ། འདི་གཅིག་བ། གནས་གར་ཆ། ཐད་ཀར་སླེ་ཡོང་གི་ཡོད་པ་ཡིན་ན། དཔེར་ན། དཔེར་ན་འདི་དཔེར་ན། བདུད་བགྱི་ཟེར་ཡ་འདྲ་བོ་ཅིག་གཞི་ཐམ་པ་འདུག་ཟེར་གྱི་ཐོག་ལ་བདུད་བགྱི་ཟེར་ཡ་འདྲ་བོ་ཅིག། དེ་ན་པོ་ཏི་བཅུ་དྲུག་གནང་རོགས་ལ། དེ་ལྟ་བུ་ཞིག་ནོར་འཁྲུལ་རེད་འདི་ཡང་ནོར་འཁྲུལ་རེད། རྣམ་པར་འཐོར་བ་བདུད་བགྱི་ཟེར་བདུད་བགྱི་ཡིན་གོ་བུར་བ་ལ། དེའི་ནང་བཞིན་བསྟན་པ་ན་བདུད་བགྱི་ཟེར་ཡ་འདྲ་བོ་ཅིག་དེའི་ནང་བཞིན་གྱི་ན་ཆུ་འདི་ལ་མི་འདུག།

ཟེར་དྲི་བྱ་དོ། ལ་དེ་ནང་བཞིན་ཁྱོད་ཁྱོད་ཀྱིས་ཟེར་ཡ་འདྲ་བོ་ཅི། དེ་ནང་བཞིན་དེ་ལ་མི་འདུག་ཡིན་ན་ཡང་ད་ལྟ་དེ། Tibetan Search དེ་དེ་ནི་ཁམས་ཚང་མ་ཅིག་བཟོ་ཚར་ཡོད་མ་རེད། ད་ལྟ་དེ། བཙལ་འོང་དེ་སྐབས་སུ་ལ་དེ་ནི་ཡི་གེ། རྗེས་འཇུག་བརྡ་ཡོད་མཁན་སུ་ཤ་ཚང་མ་བཙལ་འོང་དེ་དེ་ནི། ནོར་འཁྲུལ། དགའ་བ་ཡོད་མེད་དེ། ཐད་ཀར། མ་རེད། ག་ལ་བོར་བོ། ཐད་ཀར་ཞུ་ཡ་ལ་དཀའ་ལས་ཁག་པོ་རེ་བྱེད་ཡོང་གི་འདུག་ཡིན་ན་ཡང་ཁ་སང་ངས་ཁོང་ད་ནངས་འདི་འཕྲུལ་ཆ་བཟོ་མཁན་དེ་ལ་ཞུ་ཡིན། དེ་ནས་དཔེར་ན། འདི་ག་ལྟར་གིས་མེད་མཁན་འདི་གིས་ཡི་གེ་འདི་བཟོས་དེ་དེ་ལ་ཤར་མོ་བཀོལ་བ་རྗེས་དེ་ནས་ཐད་ཀར་དེ་ནས་གདའ་ཐར་དཔེར་ན་གདའ་ཐར་གིས་ཡོད་མཁན་ཤ་སྟག་དེ་ནས་ཤར་བྱོས་པ་དེ་བཟོ་རོགས་ཞེས་བཞིན་ཞུ་བཞག་ཡོད་རེད། དེ་ནས་གོང་རྗེས་མ་བཟོ་འགྲོ་གི་རེད། དེ་ནས། ད་ལྟ་གནས་སྐབས་ཀྱི་འདུག་སུ་རྗེས་ལ་དཔེར་ན་ཀུན་ཏུ་འོད་ཀྱི་དྲ་བ་སེང་གེ་ནི་ནོར་འདུག་ལ། དེའི་ནང་བཞིན་གྱི་དེ་ནི། བདག་ན་སྡིག་གི་ལག་ཆ་དེ་གིས་དེ་ནི་མ་འོངས་པ་ལ། ཨ་ནི་ཀེ་ཏ་ཀ་ནང་ལོགས་ལ་ཡང་ཞུ་དག་རྗེས་ལ་དཔེའི་ཕན་ཐོགས་ས་རེ་ས་ན་འདྲ་བོ་ཞིག་ང་ལ་དེ་འདྲ་སྣང་བ་ཞིག་ཤར་སོང་ལ་ཕན་ཐོགས་ས་རེ་བསམ་གྱི་འདུག་ལ་སོ། དེ་རིང་དེ་ཙམ་གྱིས་ཞུ་གི་ཡིན་དེ་ནི་མ་འོངས་པ་ལ་ཡང། ཅིག་དེའི་ཐོག་ལ་ཡང། དག་ཅིག་ག་རེ་ཅིག་གསུང་དགོས་ཀྱི་ཡོད་པ་ཡིན་ན་གསུང་རོགས་གནང། དེ་ནས་ཅིག་ཡིན། ཡག་པོ་ཆེ་ཞུ་ཐུབ་ཡོད་པའི་གི་རེ་བ་འདྲ་ཅིག་གང་མེད་ད་ཡིན་ན་ཡང་ཁྱེད་རང་གི་ད་ཅིག་ག་ལ་བོ་རོ་བོ་ད། ད་ལས་མཁན་འདྲ་བོ་ཅིག་མགོ་ལ་བབས་འོང་དེ་ད་མ་ཅིག་རང་ཅིག་འདྲ་བོ་ཅིག་ཆགས་སོང་ཡིན་ན་ཡང་ད་ད་ཅིག་ང་ད་ཅིག་ཡག་གོ་ར་ཅག་མ་གོ་ར་ཅག་ད་ཅིག་ད་ཆེ་ཞེས་པའི་གི་ཁུལ་འདྲ་བོ་ཅིག་བྱས་ག་ཅིག་དེ་རིང་དེ་པས་ཐང་ཆད་སོང་ཡིན། དེ་ཡིན་དེ་ཡག་པོ་ཞིག་ཞུ་ཐུབ་མ་སོང། དེ་ནི་སང་ངེ་འབྱེད་ཞུ་དགོས་བསམ་ན་ནི། ཁྱེད་རང་ལ་དུས་ཚོད་ཡག་པོ་ཞིག་རེག་ཐུབ་ཀྱི་ཡོད་ས་མ་རེད། དེ་ཡིན་དེ་མ་འོངས་པ་ལ། དེ་ནི་འདིའི་ཐོག་ལ་ཡང། ང་ཚོ་ཡང་ཅི་གཟབ་གཟབ་བྱས་ནས་ཡང་བསྐྱར་གཅིག་ཉིད་བཟོ་ནས་ཕུལ་གྱི་ཡིན་ཅེས་མ་ལ་ལ་སོགས་ཐུགས་རྗེ་ཆེ་ལ།